མང་པོ་བྱས་འདུག་ཐ་ན་མི་འབོར་གྱི་གྲངས་བཤེར་དེ་ནི་གྲངས་བཤེར་ཟེར་ལབ་ཀྱི་ཡོད་ད་ཞིབ་བཤེར་ཟེར་ལབ་ཀྱི་མེད། ཞིབ་བཤེར་དང་གྲངས་བཤེར་བར་ཕྱེད་པ་ཡོད་རེད། དེ་བརྗོད་དུས་ད་རིང་འདི་ང་ཚོ་སྟབས་བདེ་བོ་བཟོས་ཡོད། ཆུ་འགོ་གཅིག་མ་གཏོགས་ཡོག་མ་རེད། ཟེར་བ། དེའི་ནང་ལོགས་ནས་ཡང་ཆུ་ཁ་ཆུ་རྒྱུས་བཞག་བཞག་པ་དེ་ཚོ་ཡང་གཅིག་བསམ་ཚུལ་འགྲོ་བཞེད་བྱས་བཤད་བསྟན་ཡོད་དེ་ཚོ་བསམ་ཚུལ་ཡོང་དགོས་ཡ་གལ་ཡོག་མ་རེད་ང་ཚོ་སྤྱི་ཚོགས་ནང་ལོགས་ནས་མི་ཆོལ་ཁ་རེ་ནས་མི་ག་ཚོད་ཡོད་རེད་བཞིན་གཅིག་བཤད་དགུ་བོ་རེད་མ་འདོད་ཅིག་ང་ཧ་གོ་མེད་བཞིན་དེ་ལྟར་ཡོང་མ་ལགས། ཨོ་དེ་འདྲས་ཀྱི་གནས་སྟངས་ཀྱི་ཐོག་ནས་རེད། ཨ་ནི་མ་འོངས་པ་མཐུན་རྐྱེན་སྦྱར་དགོས་དགོས་ཡིན་ནའི་རེད། ཨ་ནི་སྒྲིག་འཛུགས་ཀྱི་མདུན་པ་དེ་ནི་མ་མཐུན་རྐྱེན་སྦྱར་ཡ་ཡིན་པ་ཡིན་ནའི་ཐོ་གཞུང་འདིའི་ནང་ལ་མེད་པ་ཡིན་ན་ང་ཚོ་མ་འོངས་པ་སྦྱར་ཐུབ་མ་ད། འདི་གསལ་པོ་ཞུ་ཅིག་རྒྱབ་གཉེར་སྤྲད་དགོས་དགོས་ཡོད་ནའི་ཐོ་གཞུང་འདིའི་ནང་ལ་མེད་པ་ཡིན་ན་ང་ཚོ་རྒྱབ་གཉེར་སྤྲད་ཐུབ་དགོས་མ་རེད། མ་འོངས་བོད་ཀྱི་འོས་བསྡུའི་ཀྱི་ལས་རིམ་དེ་ཡང་ང་ཚོ་ད་དྲ་རྒྱའི་བརྒྱུད་ནས་ཆེས་མཐོ་ཡ་གི་དམིགས་ཡུལ་གཅིག་འདུག་ཆེས་ཟིན་བདེ་ཡ་རེད་བྱུང་བ་ཡིན་ན་ཉིས་སྟོང་བཅུ་བཞི་གི་ལོ་མཇུག་དེ་དེ་ནས་ཕར་འགྱངས་པ་ཡིན་ན་ཉིས་སྟོང་བཅུ་ལྔན་གི་ལོ་ཉིས་བར་དུ་འོས་བསྡུ་གི་མཉེན་ཆས་གསར་པ་གཅིག་བཟོ་ཐུབ་ཡ་དང། རྒྱལ་ཁབ་གཅིག་ནང་ལ་བོད་པ་གཅིག་མ་གཏོགས་མེད་པ་ཡིན་ནའི་དེ་འབྲེལ་གི་འོས་བླུགས་ཐུབ་ཡ་གི་གནས་བབ་གཅིག་བཟོ་ཡ་གི་ལས་རིམ་གཅིག་སྒྲིག་གི་ཡོད་ནའི་ཚང་མ་ཐོ་གཞུང་འདིའི་ནང་ལ་མེད་པ་ཡིན་ན་འོས་བསྡུ་དེ་ཡང་ཁག་པོ་བྱ་དགོས། མི་ལས་འགལ་ཚང་མ་འཚམས་འདྲི་བཀྲ་ཤིས་བདེ་ལེགས་ད་སྤེན་པ་ཚེ་རིང་གིས་ཉིས་སྟོང་སོ་བཞི་ལོའི་ཐོག་ཧ་ད་དེའི་ནང་ལ། ད་ངོ་ཕྱི་དང་བཙན་བྱོལ་བོད་གཞུང་ལ་ཡི་དེད། ང་ཚོ་བཙན་བྱོལ་ལས་གནས་པའི་བོད་གཞུང་དང་བཙན་བྱོལ་ལ་ཡི་དེད་བྱ་མཁན་གྱི་བོད་པ་འདི་ཚོ། ད་ང་རང་ཚོ་གི་སེམས་ཁྲལ་དེ། སེམས་ཁྲལ་ཆེན་པོ་བྱེད་ཡི་རེད་ད་གང་ཡིན་ཟེར་ན་བོད་པ་དེ་ག་ལེ་ག་ལེ་བྱེད་ནས། ཁ་འཐོར་འགྲོ་ས་རེད་བསམ་ནས་གང་ཡིན་ཟེར་ན་ད་བོད་པ་སོ་སོས་སོ་སོ་ཁ་འཐོར་ཡས་ཀྱི་དོགས་པ་དེ་ཡོད་མོད་དེ་ཡིན་ན་ཡང། སོ་སོ་གས་ཅིག་ད་འཚོ་བ་གི་དཀའ་ངལ་བྱས་བྱས་སོ་སོས་སོ་ད་རྒྱལ་ཁབ་མང་པོ་ཅིག་ལ་འགྲོ་འདོད་ཁ་འཐོར་འགྲོ་འདོད་ཀྱི་དོགས། ཨོ་དེ་རི་གྲོགས་ཅིག་རེད་དེ་ནི། ད་བོད་པ། ཤིག་མི་དེ་མེད་ན་ཡང། འཛིན་སྐྱོང་བཀའ་ཤག་གི་ངོས་ནས་ཡར་བསྡུ་རུབ་བྱས་དང་དེ་ཚོ་ལ་ཡར་ཅིག་སློབ་གསོ་སྤྲད་ནས་ལོ་བཟང་པོའི་གི་སློབ་གསོ་སྤྲད་ནས། རྡོག་རྩེ་གཅིག་སྒྲིལ་བྱེད་ཤོག་ཡར་ཡར་ཅིག་བྱེད་ཤོག་གཉིས་གཉིས་བྱེད་ཤོག་ལ་ནི་བེད་དེ། ཁ་ཐོར་མ་ཡོང་ཡ་གི་ཐབས་ཤེས་གཏང་གི་ཡོད་རང། ད་གལ་སྲིད་ང་ཚོ་རང་བཙན་གི་རྒྱལ་ཁབ་ཡོད་རྒྱུ་ཞིག་ཡིན་ད་ཡང་ཅིག། གལ་སྲིད་སྡིག་ར་སྒྲོག་གི་ཡོད་ད་བར་འདེང་སྒྲོག་སྤྲད་ཅིག་ཡོད་རང། ད་ལྟའི་ང་ཚོ་གི་གནས་སྐབས་དེ་ཅིག།

ཆབ་སྲིད་ཀྱི་སྡིངས་ཆ་ཞིག་སྤྲད་རེ་དང་ང་ཚོ་ལ། གཞན་ད་རྒྱ་གར་གཞུང་གིས་དེ་འདྲའི་གཙུག་ཆེ་བོའི་མ་རེད་ད་ནི་ང་ཚོ་དེ་བཙན་བྱོལ་བོད་གཞུང་ལ་ཡི་དེ་ཡོད་མ་རེད་ད་དེ་རྒྱ་གར་གཞུང་གིས་ཞེ་བོ་བྱེད་རོགས། དེའི་ནང་ནས་གོང་ས་མཆོག་གིས་བཀའ་ལས་རྒྱབ་རོགས་ཏོ་རིམ་པ། དེའི་གི་རྗེས་སུ་ཞུ་གི་དེ་ཡང་ནི། བོད་པ་མི་རབས་རྒན་པ་རྣམས་ཀྱིས་བཀའ་ལས་རོགས་ཏོ་རིམ་པ་རྒྱབ་བྱས་ནས་ད་ང་ཚོ་བཙན་བྱོལ་བོད་གཞུང་ལ་ཞིག་བཙུགས། ཨ་ནི་ཡིན་ཅིག་བཙན་བྱོལ་ལ་ཡི་དེ་ཞིག་བྱ་མཁན་གྱི་བོད་པ་རྣམ་པ་ཚོ་ག་ཡིན་ན་ཡང་བཙན་བྱོལ་བོད་གཞུང་ཅིག་ཡོད་བསམ་ནས་ཞིག་སོ་སོའི་གི།

ད་ཁོ་རང་གི་ད་ཕྱི་དང་ཏིག་ར་བརྐོས་ཡ་བརྐོས་ས་དེ་ད་དྲ་ག་ལ་དེ་གིན་གཞིས་ཆགས་དང། ད་བལ་ཡུལ་དང་དེ་ཚོ་ལ་དེ་གིན་གཞིས་ཆགས་དེ་ཚོ་ལ་ད་ད་བལྟས་སུ་བལྟས་སུ་ད་ཁོ་རང་ཚིག་ཚིག་འདྲ་བྱེད། འོ་དེ་ཚོ་ལ་དེ་ནང་ནས་རྒྱ་ཆ་ཆ་དང་ཏིག་ར་བརྐོས་ཐུབ་ཀི་མ་རེད་ད། གང་རུང་ཞིག་ན་ཏིག་ར་བརྐོས་ཐུབ་ཀི་རེད་བ། ཡིན་ན་ཡང་ད་ལྟའི་གི་བོད་པ་ཚང་མ་ཅིག་བཙན་བྱོལ་བོད་གཞུང་ལ་ཅིག་དཔྱ་ཁྲལ་སྡོད་ཡ་རེད་ག་རེ་གི་ཐོག་ནས་ཡང་ཅིག།

གཞིས་ལུས་བོད་རིགས་སྤུན་ཟླའི་སྐད་ཆའི་དཀའ་ངལ་འདྲ་བོ་བྱུང་ཚུལ་ན། དེ་ཚོའི་གི་དཀའ་ངལ་དེ་ཚོ་ཞིག་གསལ་བཤད་བྱེད་མཁན་གྱི་ཚོགས་པ་ཅིག་འབད་བརྩོན་བྱས་འོ་དེ་ཡོད་བསམ་ནས་ཚང་མའི་སྐད་ཅིག་ཕྱི་རྒྱལ་ལ་བསྡད་བཞིན་གྱི་བོད་པ་རྣམ་པ་ཚོའི་སྐད་ཡིན་ན་ཡང། ཧུར་ཐག་པར་ཐག་འདྲ་བོ་བྱེད་བསྡད་ཀྱི་འདུག་དེ་འདི་ཙམ་ནས་ཚང་མས་ང་རང་ཚོས་གིས་ཧུར་ཐག་པར་ཐག་བྱས་རེད་མ་གཏང་ས་ཞིག་ལ་སྡིགས་ར་བསྐུལ་བྱས། བྱས་ན་བྱས་མ་བྱས་ན་རྦད་དེ་བོད་པའི་སྤྱི་ཚོགས་ནང་ནས་མ་དཔེ་བྱ་གི་ཡིན་ལ་ཡི་རང་སྐད་ཅིག་འདྲ་བོ་བཤད་ཀྱི་འདུག།

ཁེ་སང་ངེ་མ། རྒྱ་གར་གྱི་གསར་ཁང་ཞིག་གིས་དྲི་བ་བཏང་སོང། ཨ་ནི་ད་ལྟ་བཙན་བྱོལ་ལ་འདི་གའི་བོད་དང། བོད་མི་དང་ཨ་ནི་ད་ལྟ་བཙན་བྱོལ་དབུས་གཞུང་གིས་ཨ་ནི་རྒྱ་གར་གཞུང་དང་གནོན་ཤུགས་སྤྲད་ཀྱི་ཡོད་རེད། རྒྱ་གར་ཡང་ང་ཚོ་བཙན་བྱོལ་གྱི་ད་ལྟ་ད་བོད་པའི་གི་འཐབ་རྩོད་ལ་ན་འདྲེ་འདུག་གང། ཨོ་ག་རེ་གི་ཅིག་རྒྱ་ནག་གཞུང་དང་མཉམ་དུ་ཞིག་ང་རང་ཚོ་གི་ཞིག། ཞི་འགྲིག་ཡོང་ཡག་གི་དཔེ་མཚོན་ཆིག་ཡོད་ལ་དེ་ཡང་རྒྱ་གར་ཡང་རང་ཚུགས་ཀྱིས་བོད་པ་དང་མཉམ་དུ་གདུང་སེམས་མཉམ་བསྐྱེད་བྱེད་དགོས་ཀྱི་ཡོད་ལ་ནི་རྒྱ་གར་ལ་གནོན་འཚེར་གནོན་ཤུགས་འདྲ་བོ་སྤྲད་ཀྱི་ཡོད་རེད་ཨ་ནི་ཁྱོད་རང་གི་ངོས་ནས་དེ་འདྲ་བོ་གི་གནོན་ཤུགས་འདྲ་བོ་སྤྲད་ཡོད་འདྲ་བོ་ལགས་སོ། ད་སྤེན་པ་ཚེ་རིང་སྲིད་སྐྱོང་ཅིག་རེད་བ་ད་སྐད་ཆ་འགུག་ཅིང་གསུང། ཡིན་མདོག་ཁ་བོ་ཞིག་བཤད་དགོས་རོགས་ད། དུས་རྒྱུན་དུ་ནི་ང་རང་ཚོ་ད་བོད་པ་ཚོ་གི་དུས་རྒྱུན་དུ་ནི་མ་ཎི་གྲང་གྲང་བྱེད། རྒྱ་གར་གྱིས་རྒྱབ་སྐྱོར་བྱེད་གི་མི་འདུག་རྒྱ་གར་གྱིས་རྒྱབ་སྐྱོར་བྱེད་དགོས་ཀྱི་ཡོད་རེད། རྒྱ་གར་ང་རང་ཚོ་གི་ཁྱིམ་མཚན་གྱི་རྒྱལ་ཁབ་རེད་རྒྱ་གར་ལ་ང་རང་ཚོའི་བོད་པ་དེ་རང་བཙན་ཡིན་པའི་རྒྱུས་ལོན་ཟབ་ཤོག་དེ་རྒྱ་གར་ལ་ཡོད་རེད། བོད་པ་ལ་གནས་ཚུལ་གང་བྱུང་དང་ག་རེ་བྱས་ནས་བྱུང་ཡོད་པ་ག་འདྲས་བྱས་ནས་བོད་པ་ཤོར་ཡོད་པ། ཨོ་བོད་བོད་ཀྱི་རྒྱལ་རབས་དང་ལོས་རྒྱུས་དང་ཆ་ཚང་ཞིག་དང་རྒྱ་གར་ལ་ཡག་པོ་བཤད་ཡོད་ད་ཡིན་ན་རྒྱ་གར་ཁ་བསང་གི་མི་འདུག་ད་ནི་ང་རང་ཚོ་མང་པོ་བཤད་དེ་ཡོད། ཡིན་ན་ཡང་ད་དེང་ཁྱེད་ཚོ་རྒྱ་གར་ཡར་བལྟས་སོ་སྟོབས་ཤུགས་འགྲོ་བ་ཆེ་རུ་ཆེ་རུ་འགྲོ་ག་རེ་གི་ཆ་ནས་ཡིན་ན་རྒྱ་གར་ཆ་རྐྱེན་ཡག་རུ་འགྲོ་དང་རྒྱ་གར་ཡང། གཅིག་གང་ཆ་ཡིན་ནའི་ང་རང་ཚོ་ལ་ཞིག་ཕར་ལོག་བར་དག་སིག་ནལ་ད་ཅིག་ད་དག་ད་རྫོང་འདྲ་བོ་མང་པོ་ཞིག་སྤྲད་ཡོང་གི་འདུག་རོགས་པ་བྱས་གི། ད་ང་བ་འདི་གསར་ཁང་ནང་ལ་རྒྱ་གར་གི་དེ་འདྲའི་དྲི་བ་བཏང་གི་ཡང་མ་རེད་ལ་རྒྱ་གར་གི་དྲི་བ་བཏང་ཕོ་ཕོ་ཡང་ཕོ་གི་མ་རེད་རྒྱ་ནག་ལ་ཞོ་ཤི་གི་རེད་ཡིན་ན་དེང་སང་རྒྱ་གར་ཡང་ལ་དེས་སྤོ་སྐྱེལ་སྐྱེལ་འདྲ་ཆགས་ཆེ། ད་ཁྱོད་རང་ག་རེ་ལབ་ཡོད་ཟེར་ང་ཚོ་ལ་གནོན་ཤུགས་འདྲ་བོ་སྤྲད་ཡོད་རེད་ལབ་ར་དག་ལ་སོང་དེ་ནས། ད་སྤེན་པ་ཚེ་རིང་གིས་ད་ཡིན་མདོག་ཁ་བོ་ཞིག་བཤད་དགོས་ཀྱི་ཡོད་རེད་ད། ད་ཡིན་མདོག་ཁ་བོ་ཆེ་དཔེར་དེ་ད་གོ་སྐབས་ཅིག་སྤྲད་ཤེས་རོགས་ང་ཚོ་ཨིན་ཇིའི་གི་སྐད་ཐོག་ནས་ག་ས་ཅང་སི་མ་སྦྲང་སི་ལས་ཆོག་ཅང་སི་སྤྲད་ཤེས་མདོག་ག་ལ་སྦྲང་སི་འཁྲབ་དགོས་ཡོད་རེད་ད། ད་ཡང་སྤེན་པ་ཚེ་རིང་གི་དཔེ་མ་ཟད་སྙིང་རྗེ་བོ་ཞེ་བོ་ཆེ་ལགས་སུ་དང་ང་ཚོ་བོད་པ་རྣམས་འབོག་མ་བཏང་ལས་ཆོག་ད་ལོ་ང་ཚོ་དེ་འབྱོར་བ་རྒྱ་གར་དུ་བེད་ཡིག་དང་དེ་ཚོ་གི་ཁྲི་ཁ་ཁྲི་ཁ་སྤྲད་ལས་ད་ད Contractor ཧཧཧཧཧ་བེད་དེ་རྒྱ་གར་ལ་བོད་པའི་གི་ཅིག། འཐབ་རྩོད་དེ་རྒྱ་ནག་ལ་འཐབ་རྩོད་དེ་ཚང་མ་རྒྱ་གར་ལ་ཡར་ཕར་ཁྲི་ཁ་སྤྲད་བཞག་རྒྱུ་གི་སྐད་ཆ་སྒྲོག་བཞིན་ཤེས་གསལ་དང། ཁྲི་ཁ་སྤྲད་བཞག་རྒྱུ་སྒྲོག་བཞིན། ཨོ། ད་འདི་རྒྱ་གར་གཞུང་གི་ཧ་གོ་གི་རེད་ཆ་ཚང་ཁོ་རང་ཚོ་གི་ཧ་གོ་གི་རེད་དོ། ད་ག་ཟེར་ཞིག་ལན་པོ་ཆུང་ཆུང་ཞིག་རོགས། བྲེལ་བ་བྲེལ་བ་མེད་ཀྱི་སྒྲོག་བཞིན་ཁོ་སོང་ངོ་ནས་ཁོ་སོང་ཨ། ད་ང་ཚོ་མི་དཀྱུས་མ་རེ་ཞི་རག་སྟེ་ཁོ་ལན་ཤིང་གི་མ་རེ་དག། ཁོ་རང་གི་སྐད་ཆ་དག་གོ་དེ་གོ་རྒྱུ་ཚོད་ཀྱི་མི་ཡོད་ཅིག་སྤྲད་སོང་ཨ། ད་གལ་སྲིད་ངེད་མ་རྒྱ་གར་གཞུ་དབྱངས་གསར་ཁང་བཅས་ཀྱི་གོང་ས་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་ལ་དེ་ནས་སྲིད་བློན་མོ་དི་མཆོག་གི། མཚམས་རེ་བཀྲ་ཤིས་བདེ་ལེགས་ཞུས་པ་དེ་དང་དེ་ནས་ད་ལྟ་རྒྱ་གར་གྱི་ས་མཚམས་དང་རྒྱ་བོད་ཀྱི་ས་མཚམས་དེ་ནི་རྙོག་དྲའི་འདྲ་མི་འདྲ་ཡོད་ད་དེ་ཚོ་གི་སྐོར་ལ་ཁྱོད་རང་ག་རེ་བཤད་ཡོད་ད་དུ་གང་ལ་དཔེ་པ་ཚིར་འགས་ཡང་ག་རེ་ལབ་སོང་ལ please don't mix with politics རང་ཆབ་སྲིད་དུ་འབྲེལ་བ་ཡོད་རྒྱུ་གི་སྐད་ཆ་དེ་འདྲ་བཤད་མ་ཡོང། སྲིད་བློན་མོ་དྷི་གི་སེམས་དེ་ནི་གུས་པ་བྱས་ནས་གུས་ཞབས་བྱས་ནས་ཁོང་ཚོ་མཆོག་ལ་མཚམས་རེ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་རེད། སྲིད་བློན་མོ་དྷི་མཆོག་གིས་དེ་ཚོ་ལ་གོ་རྒྱུ་ཚུགས་རྒྱུ་མང་པོ་ཞིག་ཡོད་རེད་ད། གོ་རྒྱུ་འཚོལ་རྒྱུ་ཡོད་པ་ལས་བརྟེན་རྒྱ་ནག་གི་རང་བཞིན་གྱི་སྡུག་སྐད་ཤོད་གི་དང་ཁྱོད་གང་བྱས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ཟེར་བ། གང་བྱས་ནས་གོང་ས་མཆོག་ལ་ཐོངས་མཆན་སྤྲད་གི་ཡོད་ཟེར་ཐོངས་མཆན་སྤྲད་ཆོག་གི་མ་རེད་ད། ཁྱེད་རང་ཚོ་གི་ཁོ་དེ་སྐྱབས་བཅོལ་ལ་སྐྱབས་བཅོལ་གྱི་གནས་བབ་ཞིག་སྤྲད་ཡོད་རེད་ད་ག་ག་ད་ག་ག་ཞག་བཤད་ཟེར་བྱམས་ལྡན་ངས་ཞག་བཤད་ཟེར་དེ་ཚོ་ཡང་ནམ་མཁའ་ལས་བཀྱག་དགོས་མ་རེད་ཟེར་ཨ་ནི་ལང་ཚོ་རྒྱ་ནག་གི་སྡུག་སྐད་ཤོད་ཡོད་མི་འདུག་ཨ། ད་བོད་པ་ཚོས་འགན་དེ་ཚོ་ཆབ་སྲིད་དུ་འབྲེལ་བ་མེད་ཡོད་མ་རེད་ད་ཁྱེད་ཚོ་དེ་རྣམས་འབྲེལ་བ་བྱེད་མི་འབྲེལ་བ་མེད་ཅོག་གི་སྐད་ཆ་མ་བཤད་འདྲ་བོ་ལབ་ཡོང་གི་འདུག་ཨ། པོ་དེའི་འདི་ཙམ་ནས་དཔེ་པོ་ཚུན་གྱིས་སྐད་ཆ་བཤད་སྟངས་ཅིག་དངོས་གནས་དྲང་གནས་ཡོད་མ་རེད་དམ། སྐད་ཆ་དབྱིངས་ཚ་བོ་ཞིག་བཤད་དགོས་ཀྱི་ཡོད་རེད་ད། ད་བོད་ལ་སྐུ་ལུས་མེ་བསྒྲགས་བཏང་ནས་བོད་སྤྱི་བོད་ཀྱི་དོན་དག་ལ་དཔེ་ལྟ་རང་སྲོག་བློས་བཏང་བྱེད་མཁན་མང་པོ་ཞིག་བྱུང་ཡོད་རེད་དེ་དཔོན་པོ་ཚུན་ཁྱེད་ཚོ་ཡང་ག་རེ་ལབ་སོང་ན། ད་རང་སྲོག་བློས་བཏང་བྱེད་མ་བྱེད་དེ་འབྲས་བུ་ནི་གང་ཡང་དེ་ཡིན་མི་འདུག་ཟེར་བ། ཨ། ཆོས་ཡོད་མ་རེད་དོགས་དོགས་ཁྱེད་རང་ཚོས་ལབ་མགོ་དེ་བྱས་དེ་ཚང་མ་ནོར་རེད་དོགས་དོགས། མ་རེད་དེ་ཚོ་ལ་སྐད་ཆ་བཤད་སྟངས་ཡག་པོ་ཞིག་སྙན་པོ་ཞིག་བཤད་ཡ་ཞིག་ཡོད་རོགས་གནས། ཕ། མི་དེ་ཚོ་བློ་ཕམ་མ་ཡོང་ཡ། བོད་སྤྱི་པའི་རྩ་དོན་ལ་སེམས་ཤུགས་ཡོད་དགོས་ཏེ་སེམས་ཤུགས་མ་ཆག་ཡ། རེད་བ། མུ་མཐུད་ནས་བོད་ནང་ལ་ཞིག་མི་མང་པོ་ཅིག་གི་ཚེ་སྲོག་འཕྲོ་བརླག་མ་ཤོར་ཡ། སྐད་ཆ་ག་འདྲའི་སྙན་པོ་སྙན་པོ་འདིར་བཤད་ཡོད་ར་སྲིད་སྐྱོང་ཚོས་བ་བློ་བཟང་སེང་གེ་ག་རེ་བཤད་ཡོད་བ་དེ་ཚང་མི་མཁྱེན་གི་ཡོད་བ། ག་འདྲའི་སྐད་ཆ་ཡག་པོ་བཤད་ཡོད་རེད། འོ་དེ་འདྲ་རེད་ད། སྐད་ཆ་དངོས་ནི། ད་ལྟའི་གི་བོད་པ་ཚེ་རིང་གི་སྐད་ཆ་བཤད་སྟངས་དང་སྙིང་རྗེ་དང་གང་ཞིག་དང་ང་ཚོ་མི་མང་དཀྱུས་མ་ཅིག་ནས་བལྟས་བསྡད་པ་ཡིན་ན། ཁྱེད་ཚོ་ཞི་བ་ཞིག་མཐོང་གི་འདུག་ད་ད་ལྟ་སྡིག་ར་སྐུལ་སྲིད་ཀྱི་ས་ཆ་ཁོ་རང་ཡོད་མ་རེད་ང་ཚོ་བོད་པའི་སྤྱི་ཚོགས་ལ་རོ། ད་ཡང་མེད་ན་པད་མ་ཚེ་དཀར་ངར་ཁྲིད་བསྡད་མཁན། ཨ་ནི་བོད་པའི་གི་སྙིང་རྗེ་གཉོམ་ཆུང་ཁ་ཤས་ཤིག་ལ་སྡིག་ར་སྐུལ་ན་སྐུལ་ཡ་ཡོད་རེད་ད། གཞན་ད་དེང་གི་ཚོ་བོད་པ་དེ་ཚོ་སོ་སོ་གི་སྤྱི་དང་ང་རང་ཚོ་གི་བོད་པ་ལ་ཡོད་དེ་མེད་དེ།